ད་བྱང་ཆུབ་སེམས་དཔའ་རྣམས་ཀྱི་སྣང་བརྙན་ད་ཉམས་ལེན་གྱི་སྟངས་ཤོག་དེ་ལ་སྦྱིན་པ་ཟེར་ནས་སྦྱིན་པ་ཚུལ་ཁྲིམས་གསོལ་བ་ཚོན་ཕར་ཕྱིན་དྲུག་གི་ནང་ནས་སྟངས་ཤོག་དེ་སྦྱིན་པའི་ཕར་ཕྱིན་ཟེར་གྱི་འདི་འོང་ཅི་ཡིན། ད་འོ་དེ་སྦྱིན་པ་དེ་ལ་ཡང་ད་སྤྱི་སྟངས་གིས་གིས་ད་མང་པོ་ཅིག་ཨ་ནི་ད་དུས་ཚོད་མང་པོ་བྱུང་ཨ་ནི་ཅིག་མཛད་སོང་སྤྱི་སྟངས་གིས་ད་སྦྱིན་པ་དེ་ལ་ཡང་ད་ཅིག་གིས་སྦྱིན་པ་ཟེར་ན་ད་བིན་པ་ད་དཔེ་ཆའི་ནང་ལ་སྦྱིན་པ་ཟེར་ཅིང་ད་དུ་ནས་འོ་རེ་ཁ་ཁ་ནས་བིན་པ་ད་སྦྱིན་པ་དང་བིན་པ་གཉིས་གཅིག་པ་ཡིན་དོ་ད་བིན།

འདི་ནི་ཕན་སེམས་བརྩེ་བ་བྱས་བཞིན་ནི་གནས་སྐབས་ནས་ན་བཟའ་འདི་ལ་དྲག་ཡལ་གྱི་བསམ་བློ་གོ་དི་གཏོང་དགོས་ཀྱི་འདི་གལ་ཆེ་ཤོས་ཡིན། དེ་མ་ཡིན་པ་ཅིག་ཅིག་ཡང་ཅིག་ལྟ་རེ་རེ་གྱི་བསམ་བློ་ལ་ཅིག་ཏིག་ལྟ་ཅིག Doctor ཡིན་ནའང་དང Nurse ཡིན་ནའང་དང་བོ་དེ་གི་བསམ་བློ་རེ་རེ་འདུག་བྱ་ཅིག་མི་ཕ་ཇོ་དེ་དངུལ་མང་པོ་ཅིག་ལེན་གྱི་ཚེ་མེད་པའི་དངུལ་ལེན་གྱི་དེ་ནི་ཅིག་བཟའ་ཡི་མགོ་སྐོར་གཏོང་གྱི་འོ་དེ་གི་བསམ་བློ་མེད་ད་འོ་དོ་ལས་ཐུགས་ཀ་གཏོང་གྱི་མང་ཡིན། སྡིག་པ་ཆེ་ཤོས་ཡིན་ངན། མི་གིས་དེ་ནི་ཅིག། ཚེ་ཡི་སྲོག་དང། དེ་ནི་ཨ་ལ་ཙི། མི་ཡིས་དེ་ནི་སྡུག་པོ་ཁྱབ་བྱེད་ཀྱི་དངུལ་ལོངས་སྤྱོད་དང་བཅས་མེ་རུ་མཛོད། ཧ་ལམ་སྲོག་བཅད་པ་མ་བྱིན་པ་ལེན་པ་སྟོད་ལས་ཀྱི་མི་དགེ་བ་སྟོད་ལས་ཕོག་བྱེད་ཀྱི་ཉེན་ཁ་འོང་བྱེད་ཡིན། འོ་སྡིག་པའི་རྒྱུ་མཚན་གྱིས་ཏེ་དྭངས་གཙང་འོ་རེ་ད་མོ་ཨ་ཡི་ནང་ཡང་འདྲ་སྐར་མ་ཡི་ནང་འདྲ་འོ་སྡིག་གི་ནང་ལ་ཡང་ད་སྨན་པ་འདྲ་སྤྲེལ་ཐོབ་ཐོབ་པ་ཡང་མང་པོ་འོང་ངེས་ཡིན། Nurse གི་ལས་ཀ་བགྱིད་མཁན་ཡང་མང་པོ་འོང་དུས་སྟོད་ལོས་ཀྱི་བསམ་བློ་འདི་ད་སྤྱི་བཏང་གི་མི་འཇན་གྱི་བསམ་བློ་དང་མི་འདྲ་འུ་ཡང་གཅིག་བསམ་པོ་དེ་ཅི་ནང་ས་བྱོན་ལ་གཅིག་ཕ་མ་རེ་བ་རེ་མན་དང་ཨེ་བི་ཏོ་ལེ་དང་ནང་པ་སངས་རྒྱས་པའི་ཆོས་བྱེད་བྱེད་ཡིན་ངེས་དེ་ནས་གཟིགས་མེ་ཟངས་ཐོ་ལེ་ནང་པ་སངས་རྒྱས་པའི་ཆོས་ལ་སྐྱབས་སུ་འགྲོ་བ་ཡིན་ཆོས་ལ་ཡིད་ཆེས་ཡོད་མཁན་གྱི་མི་དེ་གིས་ཨེ་ཅི་བསམ་བློ་དེ་ཅན་དང་མི་འདྲ་བ་ཅི་ནང་ས་བྱོན་ལ་གཅིག་ཕན་སེམས། སྙིང་རྗེ། དང་ཐག་རིང་པོ་སངས་རྒྱས་དང་བྱང་ཆུབ་སེམས་དཔའ་མ་འོངས་ལ་བ་དེ་གི་བསམ་བློ་བཏང་མ་ཤེས་ན་ཡང་མདོར་ན་གནས་སྐབས་ཅིག་དེ་ནས་གཅིག་མི་ནད་པ། མདོ་ལ། ཕན་ཐོགས་ཀྱི། ནད་ལས་དྲག་ཅི། གང་རོགས་པ་སྐྱེད་དོན་སྐྱེད་ནུས་གྱིས་ཀྱི། ཞབས་ཀྱིས་བརྩམས་ཆོས་ནུས་གྱིས་ཀྱི། ལྷག་བསམ་རྣམ་དག་གིས་སྙིང་རྗེ་ཡི་སྒོ་ནས་གྱིས་ཀྱི་སྦྱོང་ལ། བརྒྱ་ཆ་ནས fifty percent ཟེར་ན་མི་འདུག་ད་བརྒྱ་ཆ་ལྔ་བཅུ་དེ་ཧ་ལམ་སྨན་དང་གཅིག་ཁོ་རས་ཀྱི་ད system གྱི་དྲག་གི་ཡིན། བརྒྱ་ཆ་ལྔ་བཅུ་ཐམ་པ་དེ་འུ་ནང་གི་བརྩེ་བ། ནང་གི་བསམ་བློ་སྙིང་རྗེ་དང

ལ་བ་དེ་ཆོས་ངོ་ལྡོག་འདི་དག་སྦྲག་སྦྲར་དང་ད་ནང་ནར་སི་ཏོ་གི་བསམ་བློ་ཁེབས་སྟངས་ལའུ་བྱོང་པ་སོགས་ཆོས་ངོ་ལྡོག་འདི་ལྟ་བུ་དེ་ཡིན་མདོར་དེད་ན་ཆོས་ཟེར་མཁན་དེ་སངས་རྒྱས་བཅོམ་ལྡན་འདས་གཅིག་བཟུང་ལ་ཟེར་ན་མི་ལ་ཕན་ཐོགས་ཅི། ཐོས་བསམ་ཁོམ་པའི་གྲུབ་འབྲས་གཞན་དོན་ཡིན་སོགས་འདི་ཐོས་པ་བསམ་པ་སྒོམ་པ་གི་འབྲས་བུ་ཅིག་ནང་ཟེར་བྱུང་ལ། སངས་རྒྱས་བརྒྱད་ཀྱི་མཐར་ཐུག་སངས་རྒྱས་བརྒྱད་ཀྱི་མཏླབ་ཟེར་མི་སངས་རྒྱས་བརྒྱད་སྙིང་པོ་དེ་ཅིག་ནང་ཟེར་སངས་རྒྱས་བརྒྱད་ཀྱི་དོན་དག་དེ་གཙོ་བོ་དེ་སེམས་ཅན་ལ་ཕན་ཐོགས་ཅི། ནམ་མཁའ་དང་ཉེ་བའི་སེམས་ཅན་གྲངས་མེད་པ་ཚད་མེད་པ་ལ་ཕན་བརྒྱ་ཆེན་པོ་ཐོགས་ཡིན་འདུག་འོ་དེ་ཅག་ལ་སངས་རྒྱས་བཅོམ་ལྡན་འདས་སངས་རྒྱས་ཡིན་སངས་རྒྱས་ཡིན་སངས་རྒྱས་པའི་སྒྲའི་ངོ་ཐོག་ནས་སེམས་ཅན་ལ་ཕན་ཐོགས་ཀྱི་དེའི་ངན་བྱུང། དེ་ནས་དྲག་གྲོལ་དང nurse གི་དམ་བཅའ་ལས་ཀ་གྱིས་ཀ་འདོད་དེ། ཁོ་ཅི་ན་ཟེར་བྱུང་ལ་ད་མི། ཉམ་ཐག་པ་མི་སྲིད་ཁོ་རང་འུ་ཐུག་ཐང་ཆད་འུ་ཐུག་ཧ་ལམ་ཤི། ཤི་ཡ་དང་མ་ཤི་གཉིས་ཀྱི་ཁ་མཚམས་ལ་སླེབས་དེ་ཟས་ཀྱི་ས་མཚམས་དེ་ད་རོགས་གྱིས་ཀ་འདི་དྲག་གྲོལ་དང nurse དོགས་ཡིན་ངན་བྱུང།

གནས་སྐབས་རང་ལ་ཡང། ཅིག། རྐྱེན་ངན་བར་ཆད་མེད་པ་ཚེ་ལ་བར་ཆད་མེད་པ་ཚེ་རིང་པོ་འོང་བ་ཡིན། ད་འོ་དོད་ཅུང་ལྟ་སྡང་ཅག་ད་ཅི་ཡང་ཐིག། གནས་སྐབས་ཀྱི་དེ་ནི་ཅིག་ཁོ་རང་གླ་ཆ། ཅིག། སེ་ལེ་རི་ནི་ད་གནས་སྐབས་ཁོ་རང་གི་གཞུང་གི་ཐོབ་སྐལ་ཡིན་ངེས་བྱུང། ཨོ། དེས་འདི་གི་ལ་ཕན་ཐོགས་རྒྱ་ཆེན་པོ་རང་གཞན་གཉིས་ཀ་ལ་ཕན་ཐོགས་ཆེན་པོ་དེ་འོང་ཅི་ཡིན་འོ་དོད་དེ་བསམ་བློ་མང་པོ་ཅིག་མ་བཏང་བ་ཟེར་བྱུང་ལ་ཡང་ཅིག། འི་ཅིག་ལས་ཀ་ད་ཉི་མ་གཅིག་མ་ཡིན་པ་གཉིས་མ་མུ་མཐུད་ནས་ལོ་དང་ཟླ་བ་མང་པོ། ལས་པ་སོང་ཡང་ཅིག་རྒྱ་རྒྱལ་སོང་ཅིག་ནི་ཅིག་དྲན་མེད་བྱུང་ལ་ཅིག་མེད་འདས་ཅིག་མི་ཅི་ནི་ནད་པ་ཡིན་ནའང་འདྲ་ཚིག་ནས་འོ་དེ་ལ་ཅིག་ཕབ་རོགས་ཀྱིས་བསམ་བློ་ལ་མ་གཏད་ཅིག་ནི་འོ་རན་ཚུལ་རྡོག་གཅིག་པུ་བསམ་གཏད་ཅིག་ནི་རང་ཅིག། ཐོབ་ཅིག་དང་ཨེ་ཅིག་ཅིག་དངུལ་ཨེ་ཅིག་ཟ་ཡི་ཙག་ལ་མི་འདྲེན་གྱི། སྲོག་དང་བྱེ་བ་བཏང་ནི་སྲོག་འདོར་ལ། མི། འདྲེན་གྱི་ད་མི་འདྲེན་གྱི། སྲོག་འདོར་ཏེ་ཅིག་ཨ་ལ་ཟེ་ཟེ་མ་ཡིན་པ་ཨ་ཅིག་བསམ་བློ་གཏོང་ཁུལ་ཅིག་ཡིན་དེ་ཡིན་དེ་ག་ད་དེ་གལ་ཆེན་པོ་འཇུག་ཅིག་ཡིན་བསམ་གྱི་འདུག། འོ་ད་དེ། མི་འཇིགས་སྐྱབས་ཀྱི་བྱིན་པ་སེང་གེ་དེ་དག་ངེས་ཏེ་བྱིན་པ་གསུམ་གྱི་ནང་ནས་ནི་ཟང་ཟིང་ནོར་གྱི་བྱིན་པ་དེ་དག་ནང་འཇག་གི་དེ་ནི་ཅིག་མི་མང་ཇི་ནི་ཡིན་ནའང་བདུད་ཀྱིས་སྟོང་ཅིང་མི་འཇིགས་པ་སྐྱབས་ཀྱི་བྱིན་པ་སེང་དག་གཙོ་བོ་འབྲག་རོ་དང་ནོར་སོ་ཡི་དམ་པའི་ཆོས་ཀྱི་བྱིན་པ་སེང་གེ་དག་ཆོས་ཀྱི་ཤེས་དེ་གན་དག་བླང་བ་དང་བྲལ་བ་མདོ་དེ་དག་གཙོ་བོ་དེ་དག་ཟང་ཟིང་ནོར་གྱི་བྱིན་པ་སེང་ན་བཏང་ཐུབ་ན་ཐུབ། མི་རྗེ་སྐྱབས་ཀྱི་བྱིན་པ་གཏོང་ནུས་ཀྱང་ལའང་གཏོང་སླ་བོ་ཡིན། འོ་དེ་ན་ནི། ནི་དམ་པའི་ཆོས་ཀྱི་བྱིན་པ་ཟེར་མཁན་དེ་ད་ཆོས་ཤེས། ཆོས་ཉན་མཁན་དོར་ལ་ཆོས། ཆོས་ཀྱི་ལམ་སྟོན་ཏེ་དགེ་བ་གང་ཡིན་ནམ་སྡིག་པ་ཇི་ནི་ཡིན་ནམ་ལས་རྒྱུ་འབྲས་ཇི་ནི་ཡིན་ནམ་སེམས་པ་ཀྱི་ཀུན་སློང་ཇི་ནི་ཁྱེར་དགོས་ཀྱང་ཆོས་ཉམས་ལེན་ཇི་ནི་བགྱིད་དགོས་ཀྱང་སྲིད་པའི་ལམ་སྟོན་མཁན་ཞིག་མི་འདེང་བ་ན་ད་ཡང་འོ་དེ་དེ་དམ་པའི་ཆོས་ཀྱི་བྱིན་པ་ཟེར་མཁན་དེ་དམ་པའི་ཆོས་ཀྱི་བྱིན་པ་དེ་ད་གཙོ་བོ་ཆོས་ཤེས་མཁན་དོར་མ་ད་ཡང་ཆོས་མི་ཤེས་ཀྱི་དུས་དུ་ཡང་བགྱིད་མི་ནུས་བྱུང་དེ་ཡིན་དུས།

སེམས་ནི་དེ་འོ། ཚེ་ཕྱི་མ་ལ་ཡང་དེ་ནི་ཅིག་ཐར་བ་ན་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་བྱེད་ཀྱི་བྱིན་པ་ཆེན་པོ་ཅིག་ཡིན་ངེས་བྱུང་ད་འདི་དེ་གཙོ་བོ་ད་ཐལ་ཏེའོ་རེད་འཇིག་རྟེན་མི་དེ་མི་བརྒྱ་སྟོང་གི་ད་འབྱོར་བ་བྲལ་བ་མེར་སྦྱོང་མེད་དེ་ད་གང་ལྟར་ད་དེར་ངེས་དེ་ནི་མ་ད་ཤོད་ཅིག་མང་པོ་ཅིག་ད་འགོར་སོང་ད་གཙོ་བོ་ཚུར་འདོམས་གྱག་ཅིག་སྦྱོང་ལ་དེ་ནི་ཅིག་ད་སྡིག་པ་མི་དགེ་བ་བཅུ་ཟེར་ན་ཡང་ད། ནི་དགེ་བ་གཅིག་གིས་བཅུ་ཟེར་ན་ཡང་འདྲ། འོད་དེ་གི་རྩ་བ་དེས་ཐུག་ས་དེ་སེམས་ལ་ཐུག་ཅིང་སེམས་ཀྱི་ཀུན་སློང་ཁྱེར་སྟངས་ཟེར་ན་བསམ་བློ་གཏོང་སྟངས་ལའུ་དང་རྨེའུ་ལ་ཐུག་ཅིང་སེམས་ཀྱི་ཀུན་སློང་ལའུ་དང་རྨེའུ་ལ་བརྟེན་ནས་དེ་ནི་ཁ་ནས་ཐོན་ཅིའང་ལའུ་དང་རྨེའུ་མཐོང་ངེས་དེ་ནི་ལུས་ཀྱི་ལས་ཀ་བྱེད་སྟངས་ལའུ་རྨེའུ་འོང་ཅི་དེ་ཡིན་ངེས་དེ་འདི་རྩ་བ་དེ་སེམས་དེ་ནི་སེམས་ཀྱི་དེ་ནི་ད་གཅིག་བསམ་བློ་ཁེར་རྐྱང་དེ་དུག་བྱ་དང་ལའུ་དེ་འདོམ་གཅིག་སྦྱོང་ལ་ད་ནི་ངེས་གསུམ་ནང་མ་གནས་པའི་བརྣབ་སེམས། གནོད་སེམས། ལོག་ལྟ། འོ་དོད་གསུམ་སྤོང་ཆོས་སྦྱོང་ལ། དེ་ནི་སེམས་འདི་ལའོ། འདི་ནི་དགེ་བ་ཟེར་གྱིན། བརྣབ་སེམས་ཟེར་གྱིན་དེ་ད་ལྟ་ངས་ཟེར་གྱིན་དེ་རིང་ནས་ནས་ཀྱི་བརྣབ་སེམས་ཟེར་གྱིན་དེ་འདོད་ན། མི་ལ། དེ་ནི་ཅིག། ཨེ་མ་ལི་ན་ཡང་འདྲ་བཟའ་ཡི་ཡིན་ན་འཐུང་ཆུ་འདྲ་ལ་སོགས་པ་རྒྱུ་ནོར་ཕུན་སུམ་ཚོགས་པ་འོར་སྦྱོང་ལ། དེ་ནི་ཅིག་དབུས་བསམ་བློ་དུག་བྱ་དེ་འོ་ང་ལ་ཅིག་འོ་ད་ཅིག་འབྱོར་ན་བསམ་པ་ཅིག་མེད་དེ། འོ་དོད་བསམ་བློ་དེ་ལ་བརྣབ་སེམས་ཟེར་གྱིན་ད་འོ་དོད་འདི་སྤང་གྱིན་ནི་འོ་དོད་ཀྱི་ཚབ་ཏུ་ལ།